ལྷན་རྒྱས་ཚོགས་སྐོམ་ཁང་བཟང་ང་ཁྱི་ནག་ཚོའི་གྲོང་འདི་ཀྱི་ཡང་རྩོམ་ཡིན་སླར་ཡང་ནམ་ལྷན་རྒྱས་རྩ་ཞལ་མཇལ་བྱུང་བར་དགའ་སྤྲོ་ཆེ་ད་དེ་རིང་ང་ཡོད་སའི་ས་གཞི་འདི་རྒྱ་གར་ལྷོ་ཕྱོགས་མོང་གོལ་བོད་མིའི་གཞིས་ཆགས་ནང་ལོར་ལ་ཡར་རྟེན་གཞི་བྱས་ཡོད་པའི་ཨ་ནི་གཞིས་བྱེས་ནོར་བུ་རིའི་སྒང་ལ་ཡར་རེད་ད་ནམ་རྒྱུན་དེ་ཡར་རླུང་རྟ་དྭངས་སེ་བྱས་རྗེས་ཨ་ནི་རླུང་རྟ་མང་པོ་ཞིག་དྭངས་ཡོད་རེད་ཡིན་ནའི་དེ་རིང་གཙང་མོ་བཟོས་རྗེས་རླུང་རྟ་མང་པོ་ཞིག་དྭངས་ཐང་ཡང་མི་འདུག་ཡིན་མིན་ནའི་ངས་དེ་རིང་གོ་སྐབས་འདི་བརྗོད་རྗེས་ནམ་ལྷན་རྒྱས་ཚོ་ལ་ཡང་ཨ་ནི་རླུང་རྟ་དང་འབྲེལ་བའི་ཤེས་བྱ་ཁ་ཤས་ཅིག་ཉམས་ཆུང་ཞུ་འདོད་བྱུང། ད་རླུང་རྟ་སུ་བརྩམས་པ་ང་རང་ཚོ་བོད་མི་རིགས་ཀྱི་ཆོས་ལུགས་དང་འབྲེལ་བའི་སྲོལ་རྒྱུན་གྱི་གོམས་གཤིས་ཅིག་རེད། རླུང་རྟ་འདི་མི་ལོ་སུམ་སྟོང་བརྒྱད་བརྒྱའི་སྔས་ནས་བཏང་སྲོལ་ཡོད་རེད་ས་ཡིན་ནའི་ལས་སྐབས་དེ་དུས་བརྩམས་པ་ཨ་ཤུ་གུ་དག་དར་ཚོན་སྣ་ལྔ་དེ་ཚོ་མེད་དུས་བརྩམས་པ་ང་རང་ཚོའི་མེས་པོ་ཚོས་ས་དང་གྲུ་ཆད། ཆུ་ཆད། ཤིང་ཙམ་ཆད་ཙམ་པོ་ལ་སོགས་པའི་རྣམས་ལ་ཡང་གཏོར་ཆད་སོགས་རྨི་ལམ་གདབ་སྲོལ་ཡོད་རེད་ས། དེའི་ཆེད་དུ་ལ་ཡང། དར་ཚོན་སྣང་དག་ཤུ་གུ་དོན་གཙོ་དོན་བསྡུས་ཙམ་པ་ང་ཚོས་དར་ཚོན་སྣང་དག་ཤུ་གུའི་གངས་ལི་ཡ། སྲོག་ཆགས་སྣ་ལྔའི་གཟུགས་བརྙན་ཆེ། སྔགས་ལ་སོགས་བཀྲ་ཤིས་ཐབས་ཀྱི་དོན་གཙོ་བཀོད་ཅེས་ས་མཐོ་རྩྭ་ཡ་ཆར་ཡ་དག། ཤུ་གུ་གྲུ་བཞི་ཆུན་ཆུའི་དེ་འདྲའི་གངས་ལི་ཡ། པར་རིས་དོན་གཙོ་བཀོད་ཅེས་གནམ་ལི་ཡ་གཏོར་ཡ་གི་ལུགས་སྲོལ་དེ་འདྲའི་ཡོད་རེད། ད་རླུང་རྟ་ཟེར་ན་ག་རེ་ཟེར་ན་རླུང་རྟ་དེ་ཚོ་དེ་སྲོག་ཆགས་སྣ་ལྔའི་གཟུགས་བརྙན་ལྡན་པའི་དར་ལྕོག་ཅིག་ལི་ཡ་གོ་བོ་རེད། རླུང་རྟའི་གངས་ལི་ཡ་དང། ང་ཚོས་རླུང་རྟ་བཏང་པས་ན། རླུང་རྟ་བཏང་ཡག་དེ་ག་རེའི་ཆེད་དུ་རེད་ཟེར་ན་ད། ལམ་འགྲོ་རྒྱུག་ཡག་དང། བསོད་ནམས་འཕེལ་ཡག། བདེ་སྐྱིད་ཡོང་ཡག་དེ་ཚོའི་ཆེད་དུ་རེད་རླུང་རྟ་བཏང་པས་ན་ཕན་ཐོགས་ག་རེ་ཡོད་རེད་ཟེར་ན་ད། རླུང་རྟ་བཏང་པས་ན་ཨ་ནི། ཉེས་པའི་བྱ་བ་ཐམས་ཅད་ལེགས་པའི་བྱ་བ་ལ་ཡང་བསྒྱུར་ཡག། ཉམས་དམའ་བའི་བྱ་བ་ཐམས་ཅད་ཉམས་དགའ་བ་ལ་ཡང་བསྒྱུར་ཡག་ཨ་ནི། ལྟས་ངན་པའི་བྱ་བ་ཡོད་ཚད་ལོ་གོ་ལྟ་ཞིག་པའི་བྱ་བ་ལ་ཡང་འགྱུར་ཡ། གང་ལྟ་ལོ། གང་ལྟ་ལོ་གོ་ལྟ་སེམས་ནང་དོད་པོ་ཡོད་པ་ཚང་མ་ཨ་མགྱོགས་ནས་མྱུར་དུ་འགྲུབ་ཐུབ་པའི་དེ་འདྲའི་རྟེན་འབྲེལ་མཚོན་གྱི་མཚོན་རྟགས་ཅིག་རེད་ཅེས་ལབ་སྲོལ་འདུག་ཨ། རླུང་རྟ་འདིའི་སྒང་ལ་ཡ། རླུང་རྟའི་སྒང་ལ་ཡ།

སྲོག་དང་ཚེ་བསྲིང་ཡར་ལ་ཡར་འཕེན་པར་བྱེད། རྟགས་འདི་ནི། བདེ་ཐང་དང་འཚར་ལོངས་ཡོང་ཡར་ལ་ཡར་འཕེན་པར་བྱེད། འབྲུག་འདི་དབང་ཚེ་དང་ཐོབ་ཐང་གོང་དུ་འཕེལ་ཡར་ལ་ཡར་འཕེན་པར་བྱེད། སེང་གེ་འདི། བསོད་ནམས་དང་བཀྲ་ཤིས་འཕེལ་ཡར་འདི་གའི་རེད། ཅེས་འདི་བཤད་ཚུལ་འདུག་ད་ང་ཚོའི་རླུང་དུ་མ་དག་གོང་ལ་ཡར་རླུང་དུ་མ་དག་གོང་ལ་ཡར་སྲང་དང་སྤོས་ལ་སོགས་པ་འདི་གའི་དེ།